བཀྲ་ཤིས་བདེ་ལེགས་སྤུན་ཁམས་བཟང། ཨ་ནི་ད་ཁ་སང་ང་ཚོ་བཤེས་སྤྲིང་ཆ་ཚང་ཅིག་གྲུབ་པ་བྱས། ད་ད་འདི་ནི་མ་སྤྱོད་འཇུག་ལྷག་མ་དེ་གི་དེ་མ་ཞུ་ཡས་ཀྱི་འབད་བརྩོན་བྱས་ཡིན་ད་འདི་ལེའུ་གཉིས་པ་སྤྱོད་འཇུག་ལེའུ་གཉིས་པ་མ་གཏོགས་ཅི་ལྷག་བསྡད་ཡོད་ད་འདི་མ་མཐར་ཞིག་མ་སྐྱེལ་ཐུབ་པ་བྱས་ཡིན། ཨ་ནི་དེ་ནས་མ་ཨ་ནི་ལེའུ་བདུན་པ་དྲུག་པ་བར་དུ་ཆ་ཚང་ཡོད་ད་ལེའུ་གཉིས་པ་འདི་ཚགས་སུ་ན

ད་ལེའུ་གཉིས་པ་མཚམས་འགྲོ་བ་འདི་ཁ་སེང་ཚིགས་བཅད་བདེ་ལེགས་ཞབས། ཡིད་བརྟན་མེད་རུང་འཆི་བདག་འདི་བྱེད་དང་མ་བྱེད་མི་སྡོད་པས་ན་དང་མི་ན་ཀུན་གྱིས་ཀྱང་གློ་བུར་ཚེ་ལ་ཡིད་བརྟན་མེད་ཟེར་འདི་ཚར་བ་བྱས། ད་བདེ་ལེགས་འདི་ཞབས། ཐམས་ཅད་བོར་ཏེ་ཆགས་དགོས་པ། བདག་གིས་དེ་ལྟར་མ་ཤེས་པས་བཟའ་དང་མི་བཟའ། དོན་གྱི་ཕྱིར་སྡིག་པ་རྣམ་པ་སྣ་ཚོགས་བྱས་ཞེས་གསུངས་ཤག། ད་དེ་དོན་དག་འདི་ག་རེ་ཚིག་བོ་ག་རེ་ཞུ་བ་ཡིན་ན་ཐམས་ཅད་བོར་ཏེ་ཆགས་དགོས་པ། ཐམས་ཅད་བོར་ཏེ་ཆགས། བོར་བ་ཟེར་ན་བོར་བ་ཟེར་ན་གཡུག་པ། ངོ་ཚ་ན་ནི་གཡུག་ངོ། ད་ང་རང་ཚོ་སྤུན་སྤུན་ཅན་ཡིན་ན་གཉེན་གཉེན་དུ་ཡིན་ན་རྒྱུ་ནོར་ལོངས་སྤྱོད་ཡིན་ན་ག་རེ་ཡིན་ན་ཚང་མ་གཡུག་ནས་འགྲོ་དགོས་རེད་ད། ང་ཚོའི་གཤིས་ཀ་ལ་མ་རེ་ཡ་ཚང་མ་ཞག་གཅིག་འགྲོ་ཡ་རེད་མ་གཏོགས་ཁྱེད་འགྲོ་ཡ་རྐང་གཅིག་ཡོད་མ་རེད་ཟེར་བ་ད། བྱས་ཙང་གར་ས། བྱས་ཙང་མི་ལ་རེ་བ་གིས་གསུངས་པ་ན་ཞེ་རེད།

རྒྱུ་ནོར་ལོངས་སྤྱོད་ཞུ་གི་ཡོད་པ་ཡིན་ན་ཡང་ཚང་མ་ག་འདྲ་སྒོར་མོ་གཅིག་ཁྱེར་མེད་པར་སྤྲང་ཁ་གཅིག་ཁྱེར་རྒྱུ་མེད་པ་བཅས་ཚང་མ་བཞག་ནས་འགྲོ་ཡ་རེད། སྤང་རྒོད་ལ་རྒྱུག་པ་ཅི་མ་དུ་མེད་རེད་དེ་དེ་ཡིན་ན་བཞག་ནས་འགྲོ་རྒྱུ་རེད་ཅེས་གསུང་བ་ན་ཞིག་རེད་ད། དངོས་གནས་གྲངས་མེད་པའི་ང་ཚོ་གཞིས་ཀ་བླ་མ་ལ་ལུས་ཀྱི་ཕན་ཐོགས་མ་རེད།

ཨ་ནི་ཤི་ནས་ད་སྐྱེ་གནས་བཟང་ས་ཅིག་ལ་འགྲོ་ཡ་ཡིན་པ་དེ་སོ་སོ་ངོས་ནས་གདེང་ཚོད་ཆེ་ནས་འགྲོ་ཡ་ཡོད་རེད། ཨ་ནི་སློབ་སྦྱོང་འགྲོ་བརྒྱུད་ཆེས་རྒྱལ་བ་རེ་རེ་སྒྲུབ་ཡོད་ན་སྐྱེ་བ་རྗེས་མ་ལ་ཡི་ཕན་ཐོག་རེད། ཨ་ནི། ཚེ་འདི་དག་ཨ་ཅང་བཅངས་ཚེ་སྐྱེ་བ་རྗེས་མ་ལ་ཡི་ཕན་ཐོག་གོ། འོ་ད་དེ་འདྲའི་འདྲི་བ་བྱེད་རེས་བྱེད་ས་ཐམས་ཅད་བོར་ཏེ་ཆགས་དགོས་བ། བདག་གིས་དེ་ལྟར་མ་ཤེས་པས་ད་གང་ལྟར་ཚང་མ། དབྱུག་ལས་འགྲོ་དགོས་ཡིན་པ་དེ་མི་རྟག་པའི་རང་བཞིན་ཡིན་པ་དང་སོ་སོ་མི་རྟག་པ་ཡིན་པ་དང་སོ་སོའི་གི་དེ་གས་དེ་དབྱུག་ལས་འགྲོ་དགོས་ཡོད་བ་དེ། དེ་མི་རྟག་པ་ཡང་བར་མ་ཤེས་པའི་རྐྱེན་གིས་ཨ་ནི་མཛའ་བ་མཛའ་དང་མི་མཛའ་ད་མཛའ་བ་ཟེར་ན་སོ་སོའི་གི་བུན་བུན་བྱེད་དང་ཉེ་ཉེ་དུ་དང་དེ་ཚོ་མཛའ་བ་བྱེད་གྲོགས་པོ་འདྲ་ཟེར། མི་མཛའ་བ་ཟེར་ན་སོ་སོའི་གི་འདྲ་དེ་ཚོ་ནི་མི་མཛའ།

བྱེད་ཀྱི་ཡོད་དེ། ཡིན་ན་ཡང་གཤིས་ཀ་བླ་མ་ལ་སོ་སོའི་བྱས་པའི་སྡིག་པ་འདི་སོ་སོས་ཁྱི་འགྲོ་རྒྱུ་རེད་མ་གཏོགས་སོ་སོའི་གི་སྐྱེ་དམན་དང་སོ་སོའི་ཆུང་མ་དང་སོ་སོའི་སྣང་མ་ཡི་ཁྱི་རོ་བྱེད་ཀྱི་མ་རོ་སྡིག་པ་འདི་གི་དེ། འོ་ད་གཤིས་ཀ་བླ་མ་ལ། ཨོ་ད་ཁྱེད་རང་ངའི་ཆེད་དུ་ལ་ཁྱེད་རང་དཔའ་བ་མ་སྤིས་ཞེས་སྡིག་པ་ཞིག་མུ་ཅི་བྱས་སོ་ད། ད་སྡིག་པ་དེ་ཆ་ག་ངའི་ཁྱི་རོ་བྱེད་ཀྱི་ཆ་ག་ཁྱེད་རང་ཁྱིའི་རྒྱུ་བ་དེ་འདྲ་ལ་ཡ་ཡོད་མ་རོ། སོ་སོའི་བྱས་པའི་སྡིག་པ་འདི་སོ་སོས་ཁྱི་འགྲོ་རྒྱུ་རེད་མ་གཏོགས།

སོ་སོའི་གི་སྤུན་སྤུན་ཆེན་གི་ཆེད་དུ་ཡིན་ནའང་འདྲ་དུ་ནང་མི་གི་ཆེད་དུ་ཡིན་ནའང་འདྲ་དུ་དེའི་ཆེད་དུ་འགལ་བ་སྒྲུབ་དགོས་རུང་མ་གཏོགས་སྡིག་པ་རྩ་བ་ཉིད་ནས་བྱེད་རྒྱུ་བ་མ་རེད་ད་འོ་དོན་དག་ད་དེ་རེད་གཞན་ལ་གནོད་པའི་ལས་ག་ལ་སོང་རྩ་བ་ཉིད་ནས་བྱེད་རྒྱུ་བ་མ་རེད་ཞོའི་འོ་དེ་རེད་ཐམས་ཅད་ཐམས་ཅད་མེད་པར་འགྱུར་བ་དེ་དེ་བཞིན་ཐམས་ཅད་མེད་པར་འགྱུར་སྲིད་ད་དེ་རེད། རྨི་ལམ་ཉམས་སུ་མྱོང་བ་བཞིན་དངོས་པོ་གང་དང་གང་སྐྱེས་པ་དེ་དེ་དྲན་པའི་ཡུལ་དུ་འགྱུར་འདས་པ་ཐམས་ཅད་མཐོང་མི་འགྱུར་ཟེར་ད་ང་རང་ཚོས་སྡིག་པའི་ལས་བྱས་ཏེ་མང་པོ་ཅིག་སྐྱིད་པོ་ཡོང་ཡ་བྱས་ཏེ་བྱེད་དགོས་ད་ང་ཚོ་མི་ཚེའི་ནང་སྐྱིད་པོ་ཅིག་ཡོང་ན་བསམ་ན་འདི་གའི་ལས་བྱེད་བོར་བ་མི་སུ་འདྲ་ཅིག་ཡིན་ན་ལས་ཀ་སྡུག་པ་བྱེད་ངེས་དེ་ཁོ་བདེ་བ་འདོད་ཀྱི་ཡོད་པ་ཡིན་ཙང་བདེ་བ་སྒྲུབ་སྟངས་མ་ཤེས་པའི་དབང་གིས་འདི་གའི་ལས་དེ་བྱེད་དགོས་བར་བ། ཚང་མ་ལོ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་དེ་གཅིག་པ་གཅིག་རྐྱང་རུང་ག་དུས་ཡིན་ན་ཀུན་འདུས་ཀྱིས་གསུངས་དང་ང་ཚང་མ་བདེ་བ་མི་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་དེ་གཅིག་པ་རེད་ཟེར་དེ་དངོས་ཡོད་གནས་ཚུལ་རེད་ད་དེ་ལ་ང་ཚོས་ཅིག་རྒྱུ་མཚན་དང་རིག་པ་བགྲང་དགོས་གལ་ཡོད་མ་རེད་ངོ་མཚང་མ་སྡུག་བསྔལ་མི་འདོད་པར་བདེ་བ་འདོད་པ་འདི་དངོས་ཡོད་གནས་ཚུལ་རེད། དེ་ནས་ང་ཚོ་བདེ་བ་འདོད་བཞིན་དུ་ལ་ཡ། ཨ་ནི་བདེ་བའི་གི་རྒྱུ་ག་རེ་ཡིན་པ་དེ་མ་ཤེས་པ་བྱས། ཨ་ནི་སྡུག་བསྔལ་འདོད་ཀྱི་ཡོད་མར་དེ་སྡུག་བསྔལ་གྱི་རྒྱུ་ག་རེ་ཡིན་པ་དེ་མ་ཤེས་པའི་དབང་གིས། ཨ་ནི་བདེ་བ་འདོད་ན་ཡང་ཨ་ནི་བདེ་བའི་གི་རྒྱུ་དེ་མེད་པར་བཟོས་བདེ་བའི་གི་རྒྱུ་དེ་འདྲ་ན་ཞེས་བལྟ། ཨ་ནི་སྡུག་བསྔལ་འདོད་ཀྱི་མེད་པ་ཡིན་ན་ཡང་སྡུག་བསྔལ་གྱི་རྒྱུ་དེ་དང་དུ་བླངས་ནས།

ལྟོ་གོས་གཏམ་གསུམ་གོ་འུ་འདུག་དྲན་ནས། ཨ་ནེ། བདེ་བ་ཡོད་ཡ་ཁྱོད་ཚོས་ལྟོ་གོས་གཏམ་གསུམ་གཙོ་བོ་དོན་དུ་གཉེར། ཨ་གཙོ་བོ་ལྟོ་གོས་གཏམ་གསུམ་འདི་ཡོད་ང་ཡི་ཆེད་དུ་ལ་ང་ཚོས་ཨ་ནེ། ལེ་ཨ་ལྟོ་གོས། མང་པོ་ཅིག་བྱེད་ཡོང་དགོས་རོགས་ད་བྱེད་སྟངས་ལྟ་བུ་འདི་རེད། དེ་ལ་ང་ཚོ། ཞི་བ་ཅིག་བྱེད་ན་ཡི་ཐ་མ་ཐ་མ་དེ་རྨི་ལམ་ན་ཞིག་རེད་ཞེས་སོང་ད་རྨི་ལམ་ཉམས་སུ་མྱོང་བ་ན་ཞིག་རེད།

བྱུང། སྐབས་དེ་དུས་ཀེའུ་རྟ་ཡེ་སེར་སྤུན་ཆུང་ཆུང་གང་ཅིག་བྱས་ཏེ་ཀེའུ་རྟ་ཡེ་སེར་ད་ལྟ་བསམ་སྟངས་འདི་ཆུ་བཅད་མི་འདུག་སྐབས་དེ་དུས་འདི་བྱས་པ་ལས་རྒན་གྱིས་གསུངས་པ་ན་ཞིག་རྒན་གྱི་ཞལ་ལ་ཉན་བྱས་ཨ་ནི་ང་ཚོས་འདི་ག་སུ་བ་རེད་སློབ་སྦྱོང་འདྲ་བོ་བྱེད་ན་ད་འདི་གི་ཁ་ཐབ་དེ་ལ་ཏེས་བྲག་ཡག་ག་འདྲ་ཞིག་ཡོང་གི་རུ་ད་ཡོང་མར་ཐབ་སྐྱོ་པོ་ཆགས་བྲལ་འོ་དེ་འདྲ་ཆགས་འདུག་རུ་བྱས་ཙང་ང་ཚོས་གཅིག་མི་ཚེ་འདི་ནང་གཅིག་བྱེད་གཉིས་བྱེད་དཔེར་ན་ང་ཚོ།

ད་ནི་ཕྱི་ནས་ཕྱིར་དེང་རེ་བརྒྱབ་ནས་ཡར་བལྟ་དུས་མཐོ་སློབ་འདི་འདྲའི་རྩ་ཆེན་པོ་ཅིག་ནང་ན་སྙེ་མ་ལྔ་སློབ་སྦྱོང་བྱས་ཡས་ཀྱི་གོ་བབ་བྱུང། འདི་འདྲའི་རྗེས་ལ་ཁོར་ཡུག་བཟང་པོ་ཅིག་དང་ཆ་རྐྱེན་བཟང་པོ་ཅིག་དང་མཐུན་རྐྱེན་བཟང་པོ་ཅིག་དང་དགེ་རྒན་ཡག་པོ་དེ་འདྲ་ཅིག་ཡོད་དེ། སྐབས་དེ་དུས་ངས་ད་སློབ་སྦྱོང་མ་བྱས་ན་ད་ག་ཟེ་སྐྱིད་པོ་ཟེར་སྐྱིད་པོ་ཡི་མིང་འདི་ཁྱི་བྱས། ད་ག་ཟེ་མི་ཚེ་འཕྲོ་བརླག་བཏང་བཞག་ཟེར་སོ་སོ་སོ་སོའི་འགྱོད་པ་སྐྱེ་ཡས་སོ་འགྲོ་བྱས།

དེའི་སྒྲ་འགའ་ལ་ཡང། ཨ་ནི་སོ་སོ་སོ་སོར་འཕྲོ་བརླག་བཏང་ཡང་སོ་དེ་མང་པོ་ཡོང་གི་འདུག་འོ་ད་དེ་ཚོ་ང་ཚོས་གཟབ་གཟབ་གནང་དགོས་གལ་ཆེན་པོ་རེད། བྱས་ཙང་རྨི་ལམ་ཉམས་སུ་མྱོང་བ་ན་ཞིག་རེད། དངོས་པོ་གང་དང་གང་སྤྱད་ན་ཡང། ད་ང་ཚོས་མི་ཚེ་འདི་ན་འདི་བྱས་འདི་བྱས་ཟེར་དངོས་པོ་ག་རེ་རེ་སྤྱད་ལོངས་སྤྱོད་ག་རེ་རེ་བྱས་ན། དེ་དེ་དྲན་པའི་གཡུལ་དུ་འགྱུར། ད་གཤིས་ཀ་བླ་མ་ཚང་མ་དྲན་པ་རེད་ཟེར་ལྟར། བྱས་ཙང་འདས་པ་ཐམས་ཅད་མཐོང་མི་འགྱུར་ད་ང་ཚོ་གི་འདས་པའི་དུས་ལ་ཅིག་བྱེད་ཡིན་བྱེད་ཟེར་ད་ལྟ་ཕྱི་ཤ་རྒྱུ་ཚང་མ་མ་འོངས་པ་འདས་པ་ཆགས་འགྲོ་ག་དེ་ན་དེ་རིང་སྐྱེས་བུ་བཏགས་ཞིང་ཅིག་བྱེད་ཤ་རྒྱུ་དེ་ས་གཉིས་ལེན་ན་ས་གཉིས་འདས་པ་ཆགས་ཟེར་དེ་རིང་གི་སྐྱེས་བུ་བཏགས་ཡང་དེ་འདས་པ་ཆགས་དེ་དྲན་པ་འགྲོ་བ་ཅིག་རེད་ཁ་སྒོ་གཅོད་ཡོང་མ་རེད་ཟེར་ད་བྱས་ཙང་འདས་པ་ཐམས་ཅད་མཐོང་མི་འགྱུར་ཟེར་ད་མཐོང་ཡང་ཟེར་མཁན་ཡོད་མ་རེད་བྱས་ཙང་ད་སྙན་མང་འདས་པའི་དུས་དེ་ལ་སོ་སོའི་མི་ཚེ་དོན་དང་ལྡན་པ་ཅིག་དགེ་བ་རེ་སྒྲུབ་ཡོད་ན་སློབ་སྦྱོང་དུ་བྱས་ན་སོ་སོ་ད་ལྟ་ཡིན་ནའི་དེའི་གྲུབ་འབྲས་མྱོང་ཨེ། ད་སློབ་སྦྱོང་མ་བྱས་ཅིག་སྐྱིད་པོ་བཏང་ཨེ་ཟེར་ཅིག་དུས་ཚོད་འཕྲོ་བརླག་རེ་བཏང་བསྡད་ན་དེ་རྗེས་མ་གས་ཁུག་ཅིག་ཕེབས་དགོས་སྐད་ཡོད་མར་བ། འོ་དེ་འདྲའི་སྒྲོག་བྱེད་རེད་ད། འོ་དེ་འདྲའི་སྒྲོག་བྱེད་རེད་ཟེར་བ་ད། ད་དེ་ནས་བར་དུ་དེ་རེ་ཞིག་གསོན་རྩིས་འདི་གཉིས་ཀྱང་རྫ་དང་མི་རྫ་དུ་མ་སྟེ་དེ་དག་དེ་དག་མཐུན་དུ་བྱེད་པའི་དེ་མི་བསད་གང་ཡང་སྟོན་དུ་མེད། ད་དུས་རེ་ཞིག་སོ་སོ་གསོན་པའི་སྒང་ལ་ཡ་མ་ཤི་བའི་སྔོན་ལ་གསོན་པའི་ཚེ་དེ་ལ་ཡ། ཨ་ནི། འདི་ངེད་ཀྱི་གྲོགས་པོ་ཡིན། འདི་ངེད་ཀྱི་སྤུན་རྒྱགས་ཡིན། འདི་ངེད་ཀྱི་སྐྱེས་དམན་ཡིན་ཟེར་མཛའ་བ་རྣམས་ཀྱི་ཆེད་དུ་ལ་སྡིག་པ་བསགས་ཡ་ད་ངེད་ངེད་ཁོང་དུ་ཞུ་ཡ་ན། སོ་སོའི་སྐྱེས་དམན་གྱི་ཆེད་དུ་ལ་ཕ་མ། ཨ་ནི་ག་ལ་བ་ར། རྒན་གསོ་ཁང་ལ་བཏང་ཡ་སོ་འགྲོ་ལ་ཕ་མ་ཕྱི་ལ་སྤི་ཡ་སོ་འདི་འདྲ་ཆེ་བ་ནི་ད་དེ་མཛའ་བའི་དོན་དུ་སྡིག་པ་བྱས་བ། དང་ན་ཞིག་འདི་ངེད་ཀྱི་དགྲ་བོ་ཡིན་ཟེར་ནས་ད། མི་མཛའ་བ་དེ་ཚོ་གྱི་ཆེད་དུ་ལ་ཡང་ང་ཚོ་སྡིག་པ་མང་པོ་ཅིག་བྱེད་དགོས་བ་ར་བ། ཟེར་ཚ་མཛའ་དང་མི་མཛའ། དུད་ཚང། སྡིག་པ་མང་པོ་བྱེད་དགོས་བ་དེ།

ཁོ་ཚོའི་གི་བྱེད་བྱ་རྒྱུ་ཁོ་ཚོའི་གི་ཆེད་དུ་བྱེད་བྱ་རྒྱུ་གི་སྡིག་པ་འདི་འབྲས་བུ་ཤིན་ཏུ་མི་སྲིད་པའི་སྡུག་བསྔལ་མྱོང་བདེ་ཡ་དེ་ད་ལྟ་སོ་སོའི་མིག་མདུན་ལ་ལྷག་བདེ་བའི་སོ་པའི་ཆགས་བྲལ་བ་དག་མི་སེར་ག་ཡི་མདུན་ན་གནས་སའི་དོན་དག་འདི་རེད། འོ་ད་དེ་འདྲའི་འདྲ་བ་ཞིག་རེད་ཞུ་ཡ་ཡིན་བྱས་ན་ང་རང་ཚོ་ནམ་རྒྱུན་མི་གཞན་དག་གི་ཆེད་དུ་ལ་ཉེས་ད་སོ་སོ་སྤུན་སྤུན་ཆེད་དུ་ཨ་ཅང་ཅང་དེ་མི་གཞན་དག་གི་ཆེད་དུ་ཡིན་ན་ཉེས་པ་བྱེད་རྒྱུ་མེད་རེད་ད་ཁ་ཤས་ཁ་ཤས་ནང་ལ་ཞབས་བརྟན་བྱས་ཡོད་སྐུ་ཞོགས་ཚོ་ཡོང་གི་རེད་བསམ་སྐུ་ཞོགས་གི་ཆེད་དུ་ལ་ནི

ཤ་ཁང་ནང་ལ་འགྲོ། ད་ནི་ཤ་དུག་ཅིག་ཉོས། ཁྱེར་ཡོང་ན་ད་འདི་སྡིག་པ་ཏོག་ཙམ་བྱུང་བར་ཡོད་རེད་བ། ད་དེའི་མ་ཅན་སོ་སོ་ཁ་པར་བཏང་ནས། ད་རྒྱ་གར་སྐད་ཆ་དེ་མ་བཟོ་ནས། ཀ་ལ་མ་ར་སྒར་ནས་པུ་ཇ་ཧེ་ཟེར་བ་དེ་ཡོད་ར་ད་རྒྱ་གར་སྐད་རྒྱབ་ནས་ད་ངའི་ནང་ལ་ཟས་ཡིན་ཞབས་བརྟན་ཡོད། ཨ་ནི། ཁ་སོ་ར། ཨེག་ཁ་ལ་བར་ད་ཁ་སོ་ར། ཨེག་མུར་ག་མར་དོ་ས་ཅི་ན། ད་ཅིག་གིས་བྱ་དེ་ཅིག་བསད་ཤོག་ལབ་ཤོག་ན། ད་དཔེ་ས་ས་ར་ད་འདི་ཉེས་པ་ཆེན་པོ་བྱུང་རེད་ད་འདི།

ཤེས་ཚར་སོང་ན་ནི་སོ་སོ་ཚེ་འདིའི་བྱས་པའི་སྡིག་པ་འདི་སྐད་འབྲས་བུ་འདི་སྐད་རྙེད་ཡོང་གི། ཟེར་ན་མ་ཤི་སྔོན་ནས་སྡིག་པ་འདི་སྐད་བཤགས་དགོས་ཡ་དེ་གལ་ཆེན་པོ་རེད་ལ། ཨ་ནི་མ་ཤི་སྔོན་ནས་བཤགས་དགོས་བ་མ་ཟད་བཤགས་དགོས་ཡ་དེ་ད་ལྟ་རང་དེ་རིང་ཉིན་མོ་ནས་བཟུང་ནས་བཤགས་དགོས་ཡ་གལ་ཆེན་པོ་རེད་མོད། ང་ཚོ་མི་ཚེ་རྫོགས་འགྲོ་གི་ཡོད་ར་ཉི་མ་ཉི་མ་ཉི་མ་ལ་བར་རྫོགས་འགྲོ་གི་ཡོད་ར་ཤི་ཡ་ལ་ཐག་ཉེར་ཉེར་འགྲོ་གི་ཡོད་ར་བྱས་ཙང། ཇི་ལྟར་ནི་མ་ཤིའི་སྔོན་ལ་བཤགས་དགོས་ཡ་དེ་བཤགས་དགོས་ཡ་ན་སེ་ད་ངའི་ས་ཡིན་ན་ངས་བཤགས་དགོས་སྡིག་པ་ས་ཡིན་ན་ཡིན་བཤགས་དགོས་ངའི་ས་ཡིན་ན་ཡིན་རྒྱལ་བ་སྒྲུབ་དགོས་ཟེར་དགེ་སྡིག་ཆོག་མ་རེད་ཟེར་ད། ག་ཚོད་ཐུགས་སྡུག་གི་ངོ་ནས་ཡ་ནི་སུ་སོང་ངོ་ཡ་གང་ཐུགས་སྡུག་དངོས་ལ་ཡ་སྡིག་པ་ཉི་མ་ཉི་མ་ལ་ཆོས་ཟེར་ད་ཉི་མ་ཉི་མ་ལ་པ་ག་ཚོད་བྱེད་ཐུགས་ན་པ་བྱས་ནས་འགྲོ་དགོས་ཡ་རེད་མ་གཏོགས་ང་རང་ཚོ་གིས་ད་འཇིག་རྟེན་གྱི་ལས་ཀ་འདི་དང་འདི་ཞིག་བྱས་བྱས་བྱས་ད་འདིའི་རྗེས་ལ་དུས་ཚོད་གྲབས་སོ་རང་ན་ཆོས་བྱས་འོ་ཟེར་ན་འཇིག་རྟེན་གྱི་ལས་ཀ་འདི་བཟོ་ཧེས་ཁེ་ཡོད་མ་ད། འཇིག་རྟེན་མིག་གི་ཁ་བུ་འདྲ་ཟེར་ན་ནི་གུན་ཐ་རིན་པོ་ཆེ་གིས་ཧེ། འཇིག་རྟེན་པའི་ལས་ཀ་དེ་མི་རྒན་གོའི་ཁ་བུ་ན་ཞིག་རེད་ཟེར་ག་ཚོད་སྤོང་ཞེ་ན་ཁ་བུ་ག་ཚོད་མ་བསྐོ་ཞེ་ན་ཡང་ཡང་སྐྱོ་སྐད་ཡིན་དགོས་རོ་འོ་དེ་ན་ཞིག་རེད་ཟེར་ད་བཟོ་ཡ་ཡོད་མ་རེད་ང་ཚོའི་མི་ཚེ་ན་སོ་སོའི་མི་ཚེ་ནང་ལོགས་ལ་འཇིག་རྟེན་པའི་ལས་ཀ་དེ་མཚམས་འདྲ་བོ་ཅིག་མ་བཞག་ན་ཁོ་བཟོ་ཡས་ཁེ་ཡོད་མ་རེད་ད་བྱས་ཙང་མཚམས་འདྲ་བོ་ཅིག་སོ་སོའི་ངོས་ནས་མཚམས་འཇོག་འདྲ་བོ་བྱེད་ཅིག་ཆོས་བྱེད་དགོས་ཡ་དེ་གལ་ཆེན་པོ་རེད་བྱས་ཙང་དེ་ལྟར་བདག་ནི་གློ་བུར་ཤེས། བདག་གིས་དེ་རྟོགས་པར་མ་གྱུར་བའི་ཕྱིར་བདག་སོ་སོར་ཤེས་རྒྱུ་ཡིན་པ་དང། སོ་སོའི་གི་གཉེན་ཉེ་རྒྱུ་དང་སྤུན་སྤུན་མཆེད་དང་བདག་ལ་རྒྱུ་ནོར་ལོངས་སྤྱོད་ལ་སོགས་ཚང་མ་མེད་པར་ཆགས་རྒྱུ་ཡིན་པ་དེ་གློ་བུར་བ་ཅིག་ཡིན་པ་དེ་མི་རྟག་པ་ཡིན་པ་དེ་མ་ཤེས་པའི་དབང་གིས་ཨ་ནི། ཨ་ནི། སོ་སོ། ག་ལ་བ་རང་གཅེས་འཛིན་གྱི་གཞན་དབང་དུ་སྤྲོ་ནས་ཨ་ནི་གཏི་མུག་དང་གཏི་མུག་མ་ཤེས་པའི་དབང། ཨ་ནི། འདོད་ཆགས་དང།

དེ་རིང་ཉིན་མོ་འདི་འཕྲོ་བརླག་ཕྱིན་པ་ཡིན་ན། ད་དེའི་ཚབ་ལ་སང་ཉིན་གསར་པ་ཅིག་འཕྲོད་པ་རག་གི་ཡོད་ན། དེ་དཔེར་ན་ཉིས་སྟོང་ཉིས་རྩ་གཅིག་ད་རྫོགས་ཚར་རེད། ད་ཉིས་སྟོང་ཉིས་རྩ་གཅིག་རྫོགས་ཚར་བ་དེ་ཚར་བ་རེད་མ་གཏོགས་ཡང་བསྐྱོད་ཚུར་བསྐྱར་ལོག་རྒྱག་ཡ་ཡོད་མ་རེད་དུས་ཚོད་གསལ་ཡ་ཅིག་རྫོགས་ན་རྫོགས་བ་རེད་བ། དཔེ་ཞག་འདྲ་བོ་ཅིག་རྫོགས་བ་ཡིན་ན་གསེར་དང་དངུལ་དང་རིན་པོ་ཆེ་འདྲ་བོ་ཅིག་རྫོགས་བ་ཡིན་ན་མེད་པ་ཆགས་ན་ང་ཚོ་བཟོད་ཡ་ཡོད་རེད་དཀའ་ལས་རྒྱབ་ན་བཟོད་ཡ་ཡོད་རེད།

བདག་ནི་མལ་ན་འདུག་བཞིན་དུ་བཤེས་གཉེན་ཀུན་གྱི་མཐའ་བསྐོར་ཀྱང་སྲོག་གཅོད་པ་ཡི་འཚོ་བ་དང་བདག་ཉིད་གཅིག་པུའི་མྱོང་བ་གཤིན་རྗེའི་ཕོ་ཉས་ཟིན་པ་ལ་གཉེན་གྱི་ཕས་གཉེན་གྱིས་ཅི་ཕན། བཤེས་ཅི་ཕན། འོ་ད་ང་རང་ཚོའི་གཤིས་ཀ་བླ་མ་ལ་སྤུན་སྤུན་མཆེད་ཀྱི་ཕན་ཐོགས་རེད་བསམ་པའི་བསམ་བློ་ཁོ་བོའི་ཡོད་ན་ད་དེ་ལྟར་ནོར་བ་རེད་ཅེས་གསུངས་ཡོད་ད། སྤུན་སྤུན་མཆེད་ཀྱི་ག་གེའི་ཕན་ཐོགས་མ་རེད་ཟེར་ད། བདག་གིས་མལ་ན་འདུག་བཞིན་དུ་ད་མི་ཁ་ཤས་ནམ་རྒྱུན་དེ་འདྲའི་བཤེས་གཉེན་དེ་འདྲ་དུ།

བྱས་ཙང་གཤིན་རྗེའི་ཕོ་ཉས་ཟིན་པ་ལ་གཉེན་གྱིས་བྱས་པའི་ཤེས་པས་ད་ཐེ་ཀའི་གཤིན་རྗེའི་གི་ཕོ་ཉས་བདུད་རྩི་སླེབ་ཅེས་ད་སོ་སོ་ཁྲིད་འགྲོ་ཡན་གྱི་དུས་ཚོད་ཅིག་སླེ་འོང་དུས་བསམ་པ་ལ་དེ་དུས་གཉེན་གྱིས་ཕན་ཐོགས་ཐོག་མ་རེད་ཟེར་ད་རྒྱུ་ནོར་ལོངས་སྤྱོད་ཀྱི་ཕན་ཐོག་མ་རེད་ཁ་སྐད་ཕན་ཐོག་མ་རེད། བྱས་ཙང་ངོ་ང་རང་ཚོའི་ནམ་རྒྱུན་ཁ་སང་དེ་དུས་མོ་འདྲ་བོ་རྒྱར་ཞབས་འདྲེན་འདྲ་བོ་བྱས་བླ་མ་གྲྭ་བ་དེ་འདྲས་ཞུ་ན་ཡང་ཕན་ཐོགས་ཨེ་ཁེ་ཡོང་མ་རོགས་ད་ཤེས་ཡན་གྱི་དུས་ཚོད་སླེ་ཚར་སོང་ན། བྱས་ཙང་ང་ཚོའི་ཁ་སིང་ཁ་སིང་ཉེ་ཆར་དེ་བ་ཅན

ད་དེ་ཚེ་བསོད་ནམས་གཅིག་བསྐྱབས་ན་དེ་ཡང་བདག་གིས་མ་བསྟན་ཏོ། ད་ཤི་བའི་དུས་དེ་ཡི་ཚེ། སོ་སོ་ལ་ཡང་བསྐྱབ་ཐུབ་ངེས་དང་རོགས་པ་བྱེད་ཐུབ་ངེས་ཏེ་གཅིག་མ་གཏོགས་ཡོད་མ་རེད་འདི་ག་རེ་ན་རྒྱལ་བ་དེ་རེད། ད་ན་ཤི་སློབ་སྦྱོང་བྱེད་ཡག་དེ་རྒྱལ་བ་གྲུབ་ཡོད་དེ་ད་དངོས་གནས་དྲང་ནས། ས་སྐྱ་དཔོན་སྤྲུལ་དག་གིས་གསུངས་པ་ན་ཤེས་རིག་པ་ནང་པ་ཕྱི་ཡང་ལབ་ཟེར་ས་གཉིས་ཤེས་ཡག་ཡིན་ན་དེ་རིང་སློབ་སྦྱོང་བྱས་འོང་རེད་ཟེར་སློབ་སྦྱོང་བྱས་ཡོད་དེ་མ་ཤི་བའི་སྔོན་ལ་མི་ཚེ་ནང་ལོག་ལ་ཡང་སོ་སོ་ལ་ཁ་ལག་སྟེར་གི་ཡིན་ན་སློབ་སྦྱོང་སྟེར་གི་ཡིན་ག་ཟ་ཡ་འཐུང་ཡ་གོས་ག་རེ་ཡིན་ན་བསྡད་ས་ག་རེ་ཡིན་གནས་མལ་ཚང་མ་སློབ་སྦྱོང་སྟེར་ནས་འུག་དང། སློབ་སྦྱོང་ཡོང་མཁན་མི་དེ་ལས་ཀ་ཡག་པོ་རག་རེད་དཔལ་འབྱོར་ཡག་པོ་ཡོད་རེད་གང་ག་ཡོད་རེད་ད་ཁོ་ལ་བྱས་ཙང་ཚེ་འདི་ལ་ཡིན་ན་བསྡད་ཀྱི་ཡོད་རེད། ད་ནི་ཤི་ག་ལ་མ་ཡིན་ན་སོ་སོ་སློབ་སྦྱོང་འདི་ཡོད་ན་སོ་སོ་ལ་ལག་འགའ་ཞིག་སྟོན་གི་རེད་སོ་སོ་ལ་དཀའ་ངལ་འཕྲད་པའི་སྐབས་ལ་ལག་འགའ་སྟོན་གི་ཡོད་ན་མེད་ན་དེ་སློབ་སྦྱོང་རེད་ད། ཕྱི་ལོག་གི་གྲོགས་པོ་ཟེར་ཡ་དེ་ཏང་ཡོན་ཁྲི་བའི་སྐབས་ལ་བརྒྱ་ཆ་བརྒྱ་ཐོན་པ་ཕན་ཐོགས་མ་དུ་ཟེར་ཏེ་ལ་ཐུག་མ་རེད། དེ་ནས་སློབ་སྦྱོང་དེ་སོ་སོར་ལོས་གུ་ཡིན་དང་སོ་སོ་ཏང་ཡོན་ཁྲི་བའི་སྐབས་ལ་མཉམ་དུ་བསྡད་ངེས་ཀྱི་རོགས་པ་ཡོད་ན་མེད་ན་གྲོགས་པོ་ཡག་ཤོས་སུ་སློབ་སྦྱོང་རེད། ཨ་ནི་ཤི་ཚར་བའི་རྗེས་ལ་ཡིན་ནའང་མ་འོངས་པ་ལ་ཡིན་ན་ཡང་སློབ་སྦྱོང་དེ་ཁྱི་འགྲོ་ཡ་དང། སློབ་སྦྱོང་དེ་སྐྱལ་བ་རྗེས་མ་ལ་མཉམ་དུ་སླེབས་ཀྱི་དང། བྱས་ཙང་མི་གང་ཞིག་སྐྱེ་བ་རྗེས་མ་ལ་སློབ་སྦྱོང་ཡག་པོ་བྱ་ཡ་དང་རིག་པ་ཡག་པོ་ཡོད་ཡ་དང་གང་ག་ཡོང་ཡ་དེ་སྐྱེ་བ་སྔ་མ་དེ་སློབ་སྦྱོང་ཡག་པོ་བྱས་པའི་བག་ཆགས་དེའི་རེས་བྱས་ནས་ནང་དུ་ཤི་གི། བྱས་ཙང་ས་སྐྱ་དཔོན་འདི་དག་གིས་རིག་པ་ནང་པ་ཆི་ཡང་ལབ་ས་གཉིས་ཤེས་ཡ་ནས་དེ་རིང་སློབ་སྦྱོང་བྱེད་དགོས་རེད་ཞེས་གསུང་ཡ་དེ་གནད་འགག་ཞིའུ་ཅི་རེད་ལབ་དེ་ནང་བཞིན་ད་ང་ཚོ་རྒྱལ་བ་སྒྲུབ་ཡ་དང་སློབ་སྦྱོང་བྱེད་ཡ་ཟེར་བསྡུ་བཟོ་བྱས་ཡོད་ན། ཨོ་དེ་ཚོ་ད་སྐྱབས་དགོས་རེད་དབང་ལེན་ཐང་ནས་སྐྱབས་དགོས་རེད་ད་སློབ་སྦྱོང་ནང་ནས་ཀྱང་ད་དུས་ནི་ཅིག་བྱང་ཆུབ་ཀྱི་སེམས་ལ་སྟོང་པ་ཉིད་ལ་སོགས་པ་དེ་འདྲའི་གི་ད་ཅིག་སློབ་སྦྱོང་བྱེད་ཡོད་ན་དབང་ལེན་ཐང་ནས་སློབ་སྦྱོང་དེ་ད་ཁ་ཙམ་གྱི་ཐོས་པ་ཙམ་མ་ཡིན་བསམ་བློ་དེ་གོམས་བྱས་ནས་ཅིག་སློབ་སྦྱོང་བྱེད་ཡོད་ན་གཏན་དེ་ཕན་ཐོགས་པ་འགྲོ་ཞེས་འགྲོ་ང་ཚོས་དེ་ཚོའི་བསོད་ནམས་ཅིག་ཀྱང་ན་དེ་ཡང་བདག་གིས་མ་བསྟན་དུ་ད་དེ་ཚོ་གི་སྐྱབས་ཐུགས་ཁུར་དེ་སྐབས་དེ་དུས